ད་ལྟ་རྣམ་པ་ཚོ་དགོངས་ཚུལ་ཡོད་པ་ཡིན་ན་ད་ལྟ་ང་ཚོ་དེ་བ་རུ་ཇི་མ་ཉན་སའི་ཤུལ་ནས་སྙོམས་ཏེ་འགྲོ་ཉོན་ཞེས་ནི་གཏན་འབེབས་བྱས་ན་འགྲིག་འདུག་ད་རུང་འགྲིག་འདུག་བ་ལའང་ནི་ཡིག་ཆ་དེ་པར་ལོ་སྦྱར་ནས་གྲ་སྒྲིག་གནང་རོགས་གནང་ད་ལྟ་དེ་ནི་མ་མཚན་འདུག་དེ་མ་ཞོན། དགའ་ལྡན་ཚོགས་མཆོག། གཞུང་འབྲེལ་གྲོས་ཆོད་གྲོས་འཆར་ཡིག་ཆ་ཨང་བཅུ་དྲུག་བཀའ་པ་དེ་སྙན་སེང་མ་ཞུས་སྔོན་ལ་རྩ་བའི་དཔལ་ལྡན་ཚོགས་མཆོག་གིས་བཀའ་གནང་ཟིན་སོང་དེའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གྲོས་ཚོགས་ཀྱི་ངོས་ནས་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་ཚོགས་ཆེན་ཐེངས་གཉིས་འདི་ཉིན་མཐའ་མ་དེ་ལ་ཡང་གཏན་འབེབས་བྱས་ཕྱིར། གནས་ཚུལ་ཞིག་རྗེས་སུ་བྱུང་བ་ཞིག་རེད། དེ་ཡིན་དུས་ཕ་མཐའི་ཚོགས་གཙོ་མཆོག་ལ་ཡང་གདུང་སེམས་མཉམ་སྐྱེའི་ནང་ལོགས་འདི་ཚུད་ཀྱི་ཡོད་པ་ཡིན་ན་ང་ཚོ་འཛིན་སྐྱོང་གིས་ཁས་མ་བ་ཆེད་གལ་སྲིད་གདུང་སེམས་མཉམ་སྐྱེའི་ནང་ཚུད་ཀྱི་མེད་པ་ཡིན་ན་ཨ་ནི་བྱེད་དུ་རྒྱུ་ལས་ཀྱི་གནམ་གིང་ཡིན་ན་རེད་ང་ཚོས་ཁྱེད་ཡོང་ནས་གཅིག་ཁྱེར་མ་ཡོང་ན་ད་རིང་འདི་གནད་འགག་ཆེན་པོ་ཞིག་ཏུ་ཆགས་ཀྱི་ཡོད་པས་སོང་ཙང་པ་འདི་ཚོ་ཆོག་དགའ་སྤྲོའི་ཞལ་སོང་ཆེན་ད་ལ་འཛིན་སྐྱོང་གཏུགས་ཁྱི་ཡོད་ཕྱིན་ཞུ་ཡ་ཡིན་པ་འདི་ཚོ་ཆོག་གཞུང་འབྲེལ་གྲོས་ཆོད།

དེ་རིང་གི་ལས་རིམ་དང་པོ། བོད་ནང་གི་འཛའ་དྲག་གནས་སྟངས་ཐོག་གཡུང་དྲུང་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་དབྱི་ཆང་བཅུ་དྲུག་པ། གྲོས་འཆར་འདོན་མཁན་ཞི་བདེའི་ཚེ་རིང་དབྱངས་ཅན་ལགས།
པ་ལས་ཚོགས་གཙོ་མཆོག། བོད་ནང་གི་འཛའ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ཡིག་ཆ་ཨང་བཅུ་དྲུག། སྔོན་གླེང། གངས་རིའི་ར་བས་བསྐོར་བའི་ཆོས་ལྡན་བོད་གངས་ཅན་གྱི་ལྗོངས་འདི་ནི། བོད་ཀྱི་བཙན་པོ། རིམ་བྱོན་དང་ལྷག་པར། ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་དུས་སུ་ཤར་གླིང་ཨེ་ཤི་ཡའི་ནང་གི་སྟོབས་ཆེན་རྒྱལ་ཁབ་ཅིག་ཏུ་གྱུར་ཡོད། དེའི་རྗེས་སུ་ས་སྐྱ་དང་ཕག་གྲུ། རི་བོང་སྡེ་པ་གཙང་པ་དགེ་ལྡན་ཕོ་བྲང་བཅས་ཀྱིས་རིམ་བཞིན་བོད་རྒྱལ་ཁབ་ཀྱི་མངའ་དབང་བདག་ཁྱེར་མཛད་པའི་དུས་སུ་བོད་ཀྱི་ཆོས་སྲིད་རིག་གནས་སྤྱི་དང། ཡུལ་སྲོལ་གོམས་གཤིས་སོགས་མི་ཉམས་རྒྱུན་འཛིན་མཛད་པའི་ལོ་རྒྱུས་གསལ་པོ་ཡོད། རྒྱ་དམར་གཞུང་གིས་བོད་ལ་བཙན་འཛུལ་དབང་བསྒྱུར་བྱས་པ་ནས་བཟུང་བོད་ཀྱི་ཆོས་སྲིད་རིག་གནས་དང་བཅས་མིང་གི་ལྷག་མར་བསྒྱུར་ཆེད་ཞི་དྲག་གཉིས་ཀྱི་སྲིད་ཇུས་རྒྱུན་ཆད་མེད་པར་ལག་བསྟར་བྱས་ཡོད་པ་དང། རྒྱ་དམར་གཞུང་གི་དྲག་གནོན་གདུག་རྩུབ་ཀྱི་འོག་ཏུ་བོད་མི་འབུམ་ཕྲག་བཅུ་གཉིས་ལྷག་དུས་མིན་རྐྱེན་ལམ་དུ་བཏང་ཞིང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གཡུལ་བོད་མི་མང་པོ་ཞིག་མངའ་རྗེའི་བཙན་བྱོལ་དུ་ཕེབས་དགོས་བྱུང། རྒྱ་དམར་གཞུང་གིས་ཕྱི་ཕྱོགས་ལ་སྲིད་ཇུས་སྒོ་འབྱེད་དང། ནང་ཁུལ་དུ་ཐོན་སྐྱེད་འགན་འཁྲིའི་ལམ་ལུགས་ཟེར་བ་ལག་བསྟར་བྱས་ནས་རྒྱ་ནག་ཁྱོན་ཡོངས་སུ་དཔལ་འབྱོར་གྱི་ཐོག་ནས་ཡར་རྒྱས་དང་འགྱུར་ལྡོག་ཆེན་པོ་བྱུང་ཡོད་ནའང། བོད་ནང་དུ་ཆབ་སྲིད་ཀྱི་ཐོག་ནས་གུ་ཡངས་ཀྱི་སྲིད་ཇུས་ཤིག་སྔ་ཕྱི་བར་གསུམ་གང་དུའང་ལག་བསྟར་གཏན་ནས་བྱས་མེད་པར་མ་ཟད། བོད་མི་ཚོས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཡོངས་སུ་འཕྲོག་སྟེ་ཆོས་དད་དང་འགྲོ་འོང། སྨྲ་བརྗོད། སྐད་ཡིག། རྒྱུན་འཛིན་དང་དར་སྤེལ། གསར་གཏོད་སོགས་ཀྱི་རང་དབང་གཏན་ནས་མེད་པར་བཀག་སྡོམ་བྱས་ཡོད་པ་དང། བོད་གཞིས་བྱེས་གཉིས་ཀྱི་འབྲེལ་ལམ་ལ་དམ་དྲག་ཧ་ཅང་ནན་པོ་བྱེད་བཞིན་ཡོད་པ ྋགོང་ས་མཆོག་གི་སྐུ་པར་ཙམ་ཡང་བོད་ནང་དུ་སྒྲིག་ཤོམ་མི་ཆོག་པ་བཟོས་ནས། བོད་མི་མང་པོ་ཞིག་དམར་གསོད་དང་བཙོན་འཇུག། འཛིན་བཟུང་ཚད་ལས་བརྒལ་བ་བྱེད་བཞིན་ཡོད། རྒྱ་དམར་གཞུང་གིས་བོད་ཡུལ་སྟོད་སྨད་བར་གསུམ་གང་སར་གཏེར་ཁ་སྔོག་འདོན་དང་ནགས་ཚལ་གཅོད་འབྲེག། ལྷོ་ཆུ་བྱང་འདྲེན་སོགས་གཙང་པོ་བཀའ་སྐྱིལ། བཀག་སྐྱིལ་དང་ཁ་བསྒྱུར་ལ་བརྟེན་ནས་རང་བྱུང་ཐོན་ཁུངས་ལ་གཏོར་སྐྱོན་ཚད་ལས་བརྒལ་བ་བཏང་དང་གཏོང་མུས་སུ་ཡོད་པ་སོགས་བོད་ཀྱི་སྣོད་བཅུད་ཡོངས་རྫོགས་རྩ་མེད་གཏོང་རྒྱུའི་སྲིད་ཇུས་མ་རུང་པ་ཞིག་ལག་བསྟར་བྱེད་བཞིན་ཡོད་པས་བོད་ནང་དུ་བཞུགས་པའི་བོད་མི་རྣམས་ཀྱིས་སྔ་རྗེས་སུ་ཞི་བའི་ངོ་རྒོལ་དང། སྐད་འབོད་གང་མང་ཞིག་བྱས་ཡོད་པ་དང་དཔེར་ན་ཕྱི་ལོ་གཅིག་ཉིས་སྟོང་ཉི་ཤུ་ཚེ་ལྔ་ཟླ་བ་བཅུ་གཅིག་ཚེས་ལྔ་ཉིན་ཁམས་རྫ་ཆུ་ཁ་ཤི་གསེར་གསེར་ཁོག་ཅེས་ཀ་ཤི་གསེར་ཁོག་ཅེས་པའི་ས་ཆར་གཏེར་ཁ་སྔོག་འདོན་བྱས་པར་ས་གནས་བོད་མི་རྣམས་ཀྱིས་བཀག་འགོག་བྱས་པར་བརྟེན། བོད་མི་གྲངས་བརྒྱད་ཅུ་ལྷག་འཛིན་བཟུང་བཀག་སྐྱིལ་དང་རྡུང་རྡེག་མནར་གཅོད་བྱས་པའི་གནས་ཚུལ་ཐོན་པ་སོགས་བོད་ས་སྟོད་སྨད་ཀུན་ཏུ་འདི་ལྟ་བུའི་གནས་ཚུལ་གང་མང་སྔ་རྗེས་སུ་བྱུང་དང་འབྱུང་བཞིན་ཡོད། བོད་ནང་དུ་འགྲོ་བ་མིའི་ཐོབ་ཐང་མེད་པ་དང་གོང་ས་མཆོག་བོད་དུ་ཞབས་སོར་འཁོད་དགོས་པ། བོད་ལ་རང་དབང་དང་རང་བཙན་དགོས་པ་སོགས་ཀྱི་དགོས་འདུན་འོག་བུད་མེད་རྒྱལ་གཅེས་དཔའ་བོ་དཔའ་མོ་གྲངས་བརྒྱ་དང་ལྔ་བཅུ་ང་བདུན་ཙམ་གྱིས་སྔ་རྗེས་སུ་རྒྱ་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་ལ་ངོ་རྒོལ་དང། བོད་ཀྱི་རྩ་དོན་ཆེད་ཚེ་སྲོག་བློས་བཏང་བློས་གཏོང་གིས་རང་ལུས་མེར་བསྲེགས་བཏང་ཡོད་པ་སོགས། རྒྱ་དམར་གཞུང་གིས་བོད་ལ་ཐོག་མར་བཙན་འཛུལ་བྱས་པ་ནས་བཟུང་ད་བར་སྔ་རྗེས་སུ་རྩ་དོན་མི་རིགས་ཀྱི་ཆེད་བཅས་པའི་ལུས་སྲོག་ལོངས་སྤྱོད་དང་བཅས་བློས་གཏོང་གནང་མཁན་གྱི་རྒྱལ་གཅེས་དཔའ་བོ་དཔའ་མོ་འཇིགས་ཉེས་ཅིག་བྱུང་ཡོད། ཀུན་གཟིགས་དཔལ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ། བསྟན་འཛིན་དགེ་འདུན། ཡེ་ཤེས་འཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག་གིས་གཙོས་བོད་མིའི་ཆབ་སྲིད་བཙོན་པ་མང་པོ་ཞིག་ལ་རྒྱ་དམར་གཞུང་གིས་སྡུག་སྦྱོང་མནར་གཅོད་གཏོང་བཞིན་ཡོད་པ་དང། བོད་ཀྱི་དགོན་སྡེ་ཁག་ལ་སྲོལ་རྒྱུན་གྱི་ཆོས་དང་རིག་གནས། སློབ་སྦྱོང་བྱ་རྒྱུར་དམ་དྲག་དང་དམར་ཤོག་ལམ་ལུགས་ཀྱི་སློབ་གསོ་བཙན་དབང་གིས་སྤེལ་ནས་རྒྱ་དམར་གཞུང་ལ་དགའ་ཞེན་ངེས་པར་དུ་དགོས་པའི་ལས་འགུལ་ཡོངས་ཁྱབ་ཀྱིས་སྤེལ་བཞིན་ཡོད། བོད་པ་རང་གི་ཆེད་འཛུགས་དང་འཛིན་སྐྱོང་བྱས་པའི་སློབ་གྲྭ་ཁག་བཙན་དབང་གིས་སྒོ་བརྒྱབ་ནས། བོད་ཕྲུག་ན་གཞོན་མང་པོ་ཞིག་བཅའ་སྡོད་སློབ་གྲྭ་ཟེར་བའི་ནང་བཅུག་སྟེ་བོད་ཀྱི་སྐད་ཡིག་རིག་གནས་སློབ་སྦྱོང་བྱེད་མི་ཆོག་པ་བཟོས་ཤིང། བོད་སྐད་ཐོག་ནས་སྤྱི་ཚོགས་དྲ་ལམ་ཁག་ཏུ་ཚོང་ལས་ཆེད་ཐད་གཏོང་བྱེད་པ་ཙམ་ལའང་བཀག་སྡོམ་ཚད་ལས་བརྒལ་བ་བྱེད་བཞིན་པ་སོགས་བོད་ཀྱི་ཆོས་དང་རིག་གནས་མི་རིགས་དང་བཅས་པ་རྩ་མེད་གཏོང་རྒྱུའི་སྲིད་ཇུས་སྣ་མང་ཞིག་མུ་མཐུད་ལག་བསྟར་བྱེད་བཞིན་པ་ཡིན། རྒྱ་དམར་གཞུང་གིས་གོང་ས་མཆོག་གི་སྐུའི་ཡང་སྲིད། མཆོད་མེ་རྒྱ་དམར་གཞུང་ཁོ་ནའི་བདག་དབང་ཡིན་པ་ལས་གཞན་སུ་གཅིག་གིས་ཐེ་གཏོགས་བྱེད་མི་ཆོག་པ་དང་མ་འོངས་པར་སྐུའི་ཡང་སྲིད། རྒྱ་གཞུང་གིས་ངོས་འཛིན་བྱ་རྒྱུ་ཡིན་པའི་ཧམ་བཤད་དང་གྲ་སྒྲིག་སྣ་མང་བྱེད་བཞིན་པ་མ་ཟད། ཉེ་བའི་ཆར་ཡང་གོང་ས་མཆོག་ལ་གཞི་མེད་སྐུར་འདེབས་ཚད་ལས་བརྒལ་བ་བྱེད་བཞིན་པ་སོགས་རྒྱ་དམར་གཞུང་གིས་བོད་དང་བོད་མི་རིགས་ལ། གནས་དུས་གནས་དུས་ཚོད་རྩིས། གནས་དུས་གནས་དུས་གནས་དུས་ཚོད་རྩིས་ཀྱི་མ་རུང་པའི་སྲིད་ཇུས་མང་པོ་ཞིག་ལག་བསྟར་གྱིས་བོད་ནང་གི་གནས་སྟངས་ལོ་རེ་ནས་ལོ་རེར་ཇེ་སྡུག་ཇེ་ཞན་དུ་འགྲོ་བཞིན་ཡོད་པའི་རྫ་དྲག་གི་གནས་སྟངས་ལ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་རིམ་པའི་ནང་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་བཞག་ཡོད་པ་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་བཅུ་གཅིག་པ། འདིའི་སྟེང་དུ་བོད་ནང་གི་རྫ་དྲག་གནས་སྟངས་ལ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་ཅིག་འཇོག་དགོས་པ་དུས་ཀྱི་དགོས་མཁོ་ཉག་གཅིག་ཏུ་གྱུར་ཡོད། གྲོས་ཆོད། གཅིག། བོད་བསྟན་སྲིད་མི་རིགས་ཀྱི་ཆེད་ལུས་སྲོལ་ལོངས་སྤྱོད་དང་བཅས་པ་བློས་བཏང་གནང་བའི་བོད་ཀྱི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་སྙིང་སྟོབས་དང་ཆོད་སེམས་ལ་ཡི་རངས་དང་ཁོང་རྣམ་པའི་གདུང་འབོད་དང་དགོས་འདུན་བཅས་ལ་རྒྱ་གཞུང་ནས་ངོས་འཛིན་གསལ་པོ་བྱས་ནས་བོད་ལ་འཛིན་པའི་སྲིད་བྱུས་ལ་འགྱུར་བ་ངེས་པར་དུ་གཏོང་དགོས་པ། བོད་ཀྱི་སྣོད་བཅུད་ཚང་མ་ཞི་བདེ་ལྷིང་འཇགས་དང་གུ་ཡངས་བག་ཕེབས་ཅན་གྱི་ཞི་བདེ། སྔ་ཞི་བའི་ལྟེ་གནས་ཤིག་ཏུ་བསྒྱུར་དགོས་པ་དང་བོད་མི་རྣམས་ལ་འགྲོ་བ་མིའི་གཞི་རྩའི་རང་དབང་རྣམས་ལོངས་སུ་སྤྱོད་རྒྱུའི་གོ་སྐབས་ངེས་པར་དུ་སྤྲོད་དགོས། གཉིས། རྒྱ་དམར་གཞུང་གི་བཙན་དབང་གིས་བཙན་བཟུང་བཀག་ཉར་བྱས་པའི་ཀུན་གཟིགས་དཔལ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མའི་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་ཕུན་ཚོགས་དཔལ་བཟང་པོ། གནས་སྟངས་ཁ་གསལ་དགོས་པར་མ་ཟད། ཉེས་མེད་བཙོན་འཇུག་བྱས་ཏེ་སྡུག་སྦྱོང་མནར་གཅོད་མྱོང་བཞིན་པའི་བོད་མི་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པ། བོད་ཁུལ། བོད་ཁུལ་ཡོངས་རྫོགས་དམག་ས་ལྟ་བུ་བཟོས་ཏེ། དྲག་དམག་གི་ཉིན་མཚན་དུས་དྲུག་ཏུ་སྟངས་འཛིན། ལྟ་སྲུང་གིས་སུན་གཙེར་བྱེད་བཞིན་པ་མཚམས་འཇོག་དང་བོད་ཀྱི་རང་བྱུང་ཁོར་ཡུག་ལ་གཏོར་སྐྱོན་གཏོང་བའི་ལས་གཞི་རྣམས་མྱུར་དུ་མཚམས་འཇོག་བྱ་དགོས། གསུམ། ལོ་རྒྱུས་ཀྱི་གནས་བབ་ཐོག་ནས་བོད་རྒྱ་ནག་གི་ཆ་ཤས་ནམ་ཡང་མིན་པར་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཆགས་ཡོད། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་རྒྱ་གཉིས་མའི་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད། མ་འོངས་པར་བོད་རིགས་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་མིང་དོན་མཚུངས་པ་ཞིག་ལག་བསྟར། ལག་བསྟར་ཡོང་ཐབས་བྱས་ཡོད་ཀྱང། རྒྱ་གཞུང་གི་དཔོན་རིགས་ཚོས་ད་བར་གཡས་ཁ་གཡོན་འཁྲིད་དང། གནས་དུས་ཚོད་རྩིས་ཁོ་ན་ལ་བརྟེན་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་མ་བྱས་པ་དང་མ་འོངས་པར་རྫ་དྲག་གནས་ཚུལ་ཇི་བྱུང་གི་འགན་ཁུར་ཚང་མ་རྒྱ་དམར་གཞུང་ལ་ཡོད་པ་ནན་བརྗོད་བྱ་རྒྱུ་ཡིན། བཞི། རྒྱ་ནག་དམར་གཞུང་གིས་བོད་ལ་བཙན་འཛུལ་གྱི་ཧམ་བཟོས་བྱས་ནས་ད་བར་བོད་མི་རྣམས་ཀྱི་ལས་འགུལ་ཆེ་ཕྲ་སྣ་ཚོགས་རྒྱུན་མ་ཆད་པར་སྤེལ་དགོས་པའི་རྒྱུ་རྐྱེན་གང་ལ་ཐུག་ཡོད་པ་དང། གཞིས་བཞུགས་བོད་མི་རྣམས་རྫ་དྲག་གི་གནས་སྟངས་ཇི་འདྲའི་འོག་ཡོད་པ་སོགས་དངོས་ཡོད་གནས་ཚུལ། རྒྱུས་ལོན་ཆེད་ཞི་བདེ་ལ་དགའ་ཞིང་དྲང་ཚུགས་ལྡན་པའི་འཛམ་གླིང་ཤར་ནུབ་ཀྱི་རྒྱལ་ཁབ་ཁག་གི་དབུ་ཁྲིད་དང་ལས་ཀྱི་སྣེ་མོ་བ། གྲོས་ཚོགས་འཐུས་མི། རྩོམ་པ་པོ་གསར་འགོད་པ་སོགས་ཕྱོགས་ལྷུང་བྲལ་བའི་རང་དབང་ཅན་གྱི་རྟོག་ཞིབ་ཚོགས་པ་བོད་ནང་དུ་ཕེབས་ནས་རྒྱུས་ལོན་དགོས་པའི་འབོད་སྐུལ་ཞུ་རྒྱུ། ལྔ། ད་བར་བོད་དོན་རྒྱབ་སྐྱོར་གནང་དང་གནང་བཞིན་པའི་རྒྱལ་ཁབ་དང། རྒྱལ་ཁབ་ཁག་དང་ཚོགས་སྡེ། མི་སྒེར་བཅས་ཡོངས་ལ་བཀའ་དྲིན་ཆེ་ཞུ་རྒྱུ་དང་བོད་དོན་བདེན་མཐའ་གསལ་ཐབས་ཀྱི་ལས་འགན་ངོ་མ་དེ་རང་རེ་བོད་མི་རྣམས་ལ་ཡོད་པ་ལྟར། ནང་ཁུལ་གྱི་བསམ་བློ་ཐུན་མིན་དང། གནད་དོན་ཆུང་ངུའི་རིགས་མཚམས་འཇོག་གིས་བོད་པ་མི་རེ་ངོ་རེ་བཞིན་རང་རང་གི་ལས་འགན་ངོ་ཤེས་པའི་ཐོག་སོ་སོའི་འཇོན་ནུས་ལ་དཔགས་ཏེ་རྩ་དོན་ཆེད་ནུས་པ་མཉམ་སྤུངས་ཀྱིས་ལས་འགན་འཐུས་ཤོར་མེད་པར་སྒྲུབ་དགོས་པའི་གསལ་འདེབས་བྱ་རྒྱུ་བཅས་ཀྱི་སྤྱི་མོས་སམ་མང་མོས་ཀྱི་གྲོས་ཆོད་དུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་གསུམ་ལ།

ཨ་ནི་ཚོགས་གཙོ་མཆོག་ངའི་ལས་རིགས་རྣམས་ཤ་སྟེ་དེ་ཡིན་ད་ལྟ་གི་སྲིད་ང་ནོར་མེད་ན་ཏང་གི་དགུང་ཚོགས་གཙོ་མཆོག་གིས་ཨ་ནི་སང་ཉིན་འཛིན་སྐྱོང་འགའ་ཞིག་གིས་ང་ཚོའི་དེའི་རྒྱུན་ལས་ཀྱི་གདོང་ཚད་ཉིན་བྱེད་འདི་ལ་ཟུར་གྱིས་གྲུབ་འཆར་ཞིག་ཁེལ་ཡོང་དགོས་གསུངས་ཟེར་བ། མ་རེད་མ་རེད། ད་ལྟ་འདི་མི་རིགས་མཐུན་སྒྲིལ་ཡར་ཐོན་ཀུན་སྤེལ་གྱི་འཕྲིན་ཡིག་ཟེར་ནས་རྒྱ་ནག་ཚོགས་ཆེན་གྱི་ཉེ་ཆར་གཏན་འབེབས་བྱེད་ཕྱོགས་འབྱོར་བ་དེའི་ཐོག་ལ་ཁྱེད་རང་འཛིན་སྐྱོང་བཀའ་ཤག་གི་གྲོས་ཆོད་ཅིག་ཕེབས་ཀྱི་འདུག་ཟེར་དེ་སང་ཉིན་གོ་གི་ཡོད་ཟེར་ཞུས། དེ་ལས་དོན་དང་འབྲེལ་བའི་ཐོག་ནས་གླེང་སློང་གནང་དགོས་ཡ་ཡོད་པ་ཡིན་ན་སོང་ཉིན་གོ་བསྐོ་ཡ་ཡོད་པ་རེད། ནི་དེ་རིགས་དེའི་ཐོག་ལ་ནི། གླེང་སློང་མ་བྱས་ན་འགྲིག་གི་འདུག་ཟེར་ད་ལྟ་ང་ཚོ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་རེད་འདུག་བ་དེ་དེ་དང་འབྲེལ་བའི་རང་དབང་ཐོག་ནས་གླེང་སློང་གནང་ཡ་གི། རེད་ཁོང་འོས་མི་ཞུ་ཡ་དེ་ཁོང་སོ་སོ་ཆོག་ད་ལྟ་དེ་ད་ལྟ་གི་ཁྲིམས་ཡིག་དེ་ཡིན་པ་ཡིན་ན། རྒྱུན་ལས་ཀྱི་འདི་ལ་ཡིན་འབྲེལ་བ་ཆགས་ཀྱི་འདུག་ནི་དུས་ཚོད་ཟིག་ཚགས་ཀྱིས་ད་རིས་མཉམ་དུ་དང་གཅིག་མཉམ་དུ་ནི་དེ་ལ་ཆ་ཤས་བླངས་ནས་དུས་བྱས་བ་ཡིན་ན་དུས་ཚོད་ཟིག་ཚགས་དང་ཚང་མ་ཕན་གྱི་འདུག་བ་བསམ་སོང།
ད་ཁ་ཚོན་རྩ་བའི་མཉམ་དུ་ཀྱི་ལྟོ་ན་བསམ་སོང་ནས་འོང་གྲོས་ཆོད་དེ་ཁ་ཚོན་བརྒྱད་དེ་ང་ཚོ་ལས་རིན་བསྒྲིགས་ཚར་བའི་རྗེས་ལ་བརྗེད་སླད་སོང། ད་ད་ལྟ་རྣམ་པ་ཚོའང་དགོངས་ཚུལ་ཡོད་པ་ཡིན་ན་ད་ལྟ་ང་ཚོ་དེ་བ་རུ་ཅིག་མ་ཉན་སའི་ཞོར་ནས་མཉམ་དུ་འགྲོ་ཉོན་ཞེས་ཨ་ནི་གཏན་འབེབས་བྱས་ན་འགྲིག་འདུག་ད་ག་རང་འགྲིག་འདུག་ལའང་ཨ་ནི་ཡིག་ཆ་དེ་དཔའ་བློ་སྦྱོར་ནས་གྲ་སྒྲིག་གནང་རོགས་གནང་ད་ལྟ་འདི་ནི་མ་མཚན་ཐོ་དེ་མ་ཞུ་བ་ཡིན། ད་ལྟ་དེ་དག་གི་གོང་དུ་ཉེར་འཚེ་ཞུ་བ་གཞིས་བཟུང་གི་ཐོག་ནས་ད་ལེ་རིན་ཏིས་འབྱོར་བ་བཏང་གི་ཡོད་ཡིན། ད་ལྟ་ཡི་ཆའང་བཅུ་དྲུག་གི་ཀ་པ་དེ་ཡར་ལེན་སྒྲོན་ལེན་མཉམ་དུ་བྱེད་གཏན་འབེབས་དེ་སོ་སོ་བྱས་ན་འགྲིག་གི་རེད། ག་ད་ནང་དོན་སྐྱིད་པ་འདྲ་བོ་ཆགས་དེ་གི་རེད་ཆ་མཚུངས་བ་འདྲ་ཅིག་ཆགས་འགྲོ་གི་འདུག་བ་དེ་ཡིན། ད་ལྟ་ཕྱི་དུས་ཉི་ཤུ་རྩ་ལྔ་འདུག་དེ་ནས་མཚན་ཐོ་ཞུས་ཟིན་པ་འབྱོར་བ་དང་པོ་སྐར་མ་ལྔ་ལྔ་ཕུལ་ཡ་ཡིན། མཉམ་དུ་འོང་དགོངས་པ་རྗེས་ལས་སོང་ཡང་ན་དེ་གོ་དགོས་ཕུལ་ཆོག་གི་འདུག་དེ་འདི་འོང་སྲིད་གཞུང་གི་ཐོག་ནས་གསར་བཤད་གནང་ཡང་ན་དུས་ཚོད་མི་སེལ་ཟུར་བཅད་གི་མེད་ཟེར་ཞོར་ཡིན། ད་ལྟ་ཡིག་ཆའང་བཅུ་དྲུག་ཀ་བ་དེ་གཡུང་དྲུང་གྲོས་ཆོད་གྲོས་འཆར་གྲོས་འཆར་འདེམས་མཁན་དེ་སྲིད་གཞུང་སྤེན་པ་ཚེ་རིང་མཆོག་ཡིན།
དཔལ་ལྡན་ཚོགས་མཆོད། གཞུང་འགྲེལ་གྲོལ་མཆོད་གྲོལ་ཆ་ཡིག་ཆ་ཨང་བཅུ་དྲུག་བཀའ་པ་འདི་སྙན་གསན་མ་བཞུགས་སྔོན་ལ་རྩ་བའི་དཔལ་ལྡན་ཚོགས་མཆོག་གི་བཀའ་གནང་ཞིང་གསུང་འདི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གྲོས་ཚོགས་ཀྱི་ངོས་ནས་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་ཚོགས་ཆེན་ཐེངས་གཉིས་འདི་ཉིན་མཐའ་མ་དེ་ལ་ཡང་གཏན་འབེབས་བྱས་ཆེད་གནས་ཚུལ་ཞུས་རྗེས་སུ་བྱུང་བ་ཞིག་རེད། དེ་ཡིན་དུས་ཕ་མཐའི་ཚོགས་གཙོ་མཆོག་ལ་ཡང་གདུང་སེམས་མཉམ་སྐྱེའི་ནང་ལོགས་ལ་དེ་ཚུད་ཀྱི་ཡོད་པ་ཡིན་ན་ང་ཚོ་འཛིན་སྐྱོང་གིས་ཁས་མི་བ་ཆེད་གལ་སྲིད་གདུང་སེམས་མཉམ་སྐྱེའི་ནང་ཚུད་ཀྱི་མེད་པ་ཡིན་ན་ཨ་ནི་ཅི་སྟེ་རྒྱུན་ལས་ཀྱི་ནམ་མཁའ་ཡིན་ན་རེད་ང་ཚོས་ཁྱེད་ཡོང་ནས་ཅིག་ཁྱེད་མ་ཡོང་ན་ད་རིང་འདི་སྙན་ངག་ཆེན་པོ་ཞིག་ཆགས་ཀྱི་ཡོད་པས་སོང་ཙང་པ་འདི་ཚོ་ཆོག་དགའ་སྤྲོའི་ཤི་སོང་ཆེན་ད་ལ་འཛིན་སྐྱོང་འདུག་ཁྱེད་ཀྱི་རེ་ཆེན་ཞུ་ཡ་ཡིན། པ་འདི་ཚོ་ཆོག་གཞུང་འབྲེལ་གྲོས་ཆོད་གྲོས་འཆར་ཡིག་ཆ་ཨང་བཅུ་དྲུག་པའི་ཀ་པ་དངོས་གླེང། རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཟེར་བས། ཕྱི་ལོ་ཉིས་སྟོང་ཉིས་ས་དྲུག་ཟླ་བ་གསུམ་པའི་ཚེས་བཅུ་གཉིས་ཉིན། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་འདེད་ཀྱི་ཁྲིམས་ཡིག་ཟེར་བའི་ཁྲིམས་ཡིག་གསར་པ་ཞིག་གཏན་འབེབས་བྱས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉིས་ས་དྲུག་ཟླ་བ་བདུན་པའི་ཚེས་གཅིག་ནས་དངོས་སུ་ལག་བསྟར་བྱ་རྒྱུ་ཡིན་འདུག་པ་དེར། དང་པོ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ལ་བཙན་འཛུལ་བྱས་ཏེ། བཙན་འོག་ཏུ་གྲོས་དོན་དོན་ཚན་བཅུ་བདུན་འཇོག་ཏུ་བཅུག་སྐབས། བོད་ཀྱི་ཆབ་སྲིད་ལམ་ལུགས་འགྱུར་བ་མི་གཏོང་བ་དང། མི་རིགས་ས་ཁོངས་རང་སྐྱོང་དང་ཆོས་དད་རང་དབང་གི་ཐོབ་ཐང་ཡོད་ལུགས་འགན་ལེན་བྱས་ཡོད་ནའང། རྒྱ་གཞུང་གིས་གྲོས་དོན་རྩིས་མེད་རྡོག་རོལ་བྱེད་རྐྱང་བྱས་པས། བོད་མིས་རང་དབང་སྒེར་ལངས་མི་བྱེད་ཀ་མེད་བྱུང་སྟེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་གར་ཏེས་པུར་དུ་གྲོས་དོན་ནུས་མེད་ཡིན་པའི་གསལ་བསྒྲགས་བསྐྱངས་ཡོད་ཅིང། གཅིག་སྟོང་དགུ་བརྒྱ་གྱ་བཞི་གྱ་གཉིས་ལོར་ལག་བསྟར་འགོ་འཛུགས་བྱས་པའི་རྒྱ་ནག་གི་རྩ་ཁྲིམས་དང། གཅིག་སྟོང་དགུ་བརྒྱ་གྱ་བཞི་གྱ་བཞི་ལོར་མི་རིགས་ས་ཁོངས་རང་སྐྱོང་གི་བཅའ་ཁྲིམས་སུའང། མི་རིགས་ས་ཁོངས་རང་སྐྱོང་དང་མི་རིགས་འདྲ་མཉམ་གྱི་རྩ་དོན་འགན་ལེན་ཡོད་མུས་ཡིན་ན་ཡང། ད་ཆ། ཁྲིམས་ཡིག་དེས་ཁས་ལེན་བྱས་པའི་རྩ་དོན་ཁག་ཡང་བཅའ་ཁྲིམས་ཐོག་ནས་རྩིས་མེད་གཏོང་རྒྱུར་མངོན་དུ་ཕྱོགས་ཡོད། གཉིས་པ། ཁྲིམས་ཡིག་དེ་ནི་ལོ་ངོ་བཅུ་ཕྲག་གཅིག་དང་ཕྱེད་ཀ་ཙམ་གྱི་གོང་རྒྱ་གཞུང་གི་དཔོན་རིགས་དང་བློ་འདོན་པ་ཟེར་བ་སྐོར་ཞིག་གིས་མི་རབས་གཉིས་པའི་མི་རིགས་སྲིད་བྱུས་ཞེས་མི་རིགས་རང་སྐྱོང་གི་ཐོབ་ཐང་རྣམས་ཕྱིར་བསྡུ་དགོས་ལུགས་འབུལ་སྒྲོག་བྱས་པ་ལྟར་རྒྱ་གཞུང་གིས། དེར་མཐུད། བོད་ནང་འཆར་གཞི་ལྡན་པའི་ཐོག་ནས་མི་རིགས་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱས་དང་བྱེད་བཞིན་པ་རྣམས་ལ་མི་མཐུན་པ་དང། ངོ་རྒོལ་བྱེད་མཁན་ཇི་བྱུང་འགོག་སྡོམ་དང་དྲག་གནོན་བྱེད་པའི་ཁྲིམས་ཡིག་གི་ལག་ཆ་རྣོ་ངར་ཅན་ཞིག་ཆགས་རྒྱུར་ངེས། གསུམ་པ། ཁྲིམས་ཡིག་དེའི་གཙོ་ཐིག་ནི། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་ཚུགས་བྱ་རྒྱུ་ཟེར་བ་དེ་ཡིན་ཞིང། གཙོ་ཐིག་འདིས་མི་རིགས་སོ་སོར་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོད་པ་ཡིན་ལུགས་དུ་གྲུབ་སྟེ། མི་རིགས་ཁག་གི་མི་དམངས་རྣམས་སྐྱིད་སྡུག་མཉམ་མྱོང་དང་དར་རྒུད་མཉམ་སྤྱོད། འཆི་གསོན་མཉམ་གནས། ལས་དབང་མཉམ་འབྲེལ་གྱི་ཕུང་པོ་ཧྲིལ་པོ་ནང་ཀྲུང་ཧྭ་མི་རིགས་གཅིག་ཏུ་ངོས་འཛིན་བྱས་ཐོག་རྒྱལ་ཁབ་ཀྱི་འཕྲུལ་འཁོར་མ་ལག་ཡོངས་རྫོགས་ཀྱི་ངོས་འཛིན་དེ་དག་དེ་ལག་བསྟར་དོན་འཁྱོལ་ཡོང་བར་ཤུགས་སྣོན་རྒྱག་དགོས་པ་བཟོས་ཡོད། བཞི་པ། ཁྲིམས་ཡིག་དེས་བསྟན་པའི་མི་རིགས་མཐུན་སྒྲིལ། བྱ་ཡུལ་གྱི་མི་རིགས་ནི་རྒྱ་ནག་གི་ཁོངས་སུ་བཅུག་པའི་མི་རིགས་ཚང་མ་ཕན་ཚུན་འདྲ་མཉམ་དང་ཕན་ཚུན་བརྩི་བཀུར་གྱི་རྨང་གཞིའི་ཐོག་མཐུན་སྒྲིལ་བྱས་པ་མ་ཡིན་པར། མི་རིགས་ཚང་མས་སོ་སོའི་ཐུན་མོང་མ་ཡིན་པའི་ཁྱད་གཤིས་དོར་ནས་རྟོག་བཟོ་བྱས་པའི་ཀྲུང་ཧྭ་མི་རིགས་ཤེལ་སྒོ་ནར་རྒྱ་རིགས་ཡིན་པ་ངོས་ལེན་བྱེད་དགོས་པའི་གོ་དོན་ཐོག་བཞག་ཡོད། ལྔ་པ། ཁྲིམས་ཡིག་དེས་བྱེ་བྲག་ཏུ། ཀ་པ། ཀྲུང་ཧྭ་མི་རིགས་ཀྱི་ཐུན་མོང་གི་སེམས་ཁམས་ཁྱིམ་གཞིས་འཛུགས་སྐྲུན་དང། ཀྲུང་ཧྭ་རིག་གནས་ཀྱི་མཚོན་རྟགས་གསར་འཛུགས། དེ་ཉིད་གཉིས་ཀྱི་འགོ་འཇོག་དེ་ཚོའི་སྐབས་སུ་ཕན་ཐོགས་ཤིག་ཐོགས་ཆོག་མི་རིགས་ཀྱི་སྲོལ་རྒྱུན་རིག་གནས་དེ་འགྱུར་ལྡོག་གཏོང་དགོས་ངེས་ཡིན་པ་ཁ་ཚོན་བཅད་དེ་ཁང་གསོ་ཇུས་འགོད་དང། ས་མིང་འདོགས་སྟངས་སོགས་རྒྱལ་ཁབ་གཅིག་གྱུར་གྱི་མཚོན་རྟགས་མངོན་ཐབས་བྱེད་དགོས་ཀྱི་ཡོད་པ། ཤེལ་སྒོ་ནང་དོན་ཚན་བཅུ་བཞི་བཅུ་གསུམ་དང་བཅུ་བཞི། སྔོན་འགྲོའི་སློབ་གྲྭ་ནས་བཟུང་རྒྱ་ཡི་སྐད་ཡིག་སློབ་ཕྲུག་དང་སློབ་ཁྲིད་དང་གཅིག་གྱུར་སློབ་དེབ་བཀོལ་སྤྱོད་བྱེད་དགོས་པ་མ་ཟད། རྒྱལ་ཁབ་ལས་ཁུངས་ཁག་ཏུ་སྤྱི་སྤྱོད་སྐད་ཡིག་གཞུང་འབྲེལ་སྐད་ཡིག་བྱེད་དགོས། མི་རིགས་སྐད་ཡིག་བཀོལ་སྤྱོད་བྱེད་དགོས་སར་དེའི་གོ་ཡུལ་དང་རིམ་པ། སྤྱི་སྤྱོད་སྐད་ཡིག་གི་འོག་དང་མཇུག་ཏུ་འཇོག་དགོས་དོན་ཚན་ཞེ་དགུ་ནང་དོན་ཚན་བཅོ་ལྔ་དང་བཅུ་དྲུག་པ་དང། རྒྱ་ནག་དབུས་གཞུང་ནས་མི་རིགས་སོ་སོར་ཀྲུང་ཧྭ་མི་རིགས་འཕེལ་རྒྱས་ཀྱི་ལོ་རྒྱུས་དྲིལ་བསྒྲགས་སློབ་གསོ་དང། ཞིབ་འཇུག་འགྲན་བརྗོད་གཞོན་སྐྱེས་རྣམས་ས་ཁོངས་བརྒལ་བའི་སྤེལ་རེས་ཀྱི་ལས་འགུལ་ཅི་རིགས་བརྩམ་རྒྱུ། དོན་ཚན་ཤེལ་སྒོ་ནང་དོན་ཚན་བཅུ་གཉིས་དང་བཅུ་བདུན་དང་ཉི་ས་བདུན་བཟོས་འདུག་ལ། ཆོས་རྗེ་བསྟི་གནས་ཁག་གིས་ཆོས་ལུགས་ཀྲུང་གོ་ཅན་དུ་བསྒྱུར་བའི་ཁ་ཕྱོགས་རྒྱུན་འཁྱོངས་བྱེད་དགོས་ཤིང། ཤེལ་སྒོ་ནང་དོན་ཚན་བཞི་བཞི་དྲུག། སྦག་བསུ་གཤིན་རྒྱུག་སོགས་ཀྱི་བྱེད་སྒོ་རྣམས་ལུགས་བསྒྱུར་སྲོལ་འབྱེད་དགོས་པ་དང། ཤེལ་སྒོ་ན་དོན་ཚན་བཞི་བཅུ་པ། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་བཙུགས་ཏེ། གཞི་རིམ་གྲོང་གསེབ་ཀྱི་སྒྲིག་ལམ་རྣམས་རྣམ་གཞག་ཁོངས་སྒྲིག་སྒོས་བྱེད་དགོས། ཤེལ་སྒོ་ན་དོན་ཚན་བཞི་བཞི་བདུན་པ་སོགས་བཟོས་འདུག་ཁ་པ། མི་རིགས་ཕན་ཚུན་འགྲོ་འོང་དང་སྤེལ་རེས། འགྲེལ་བཤད་འདི་ཚོད་བྱེད་པའི་སྐབས་སུ་ཕན་ཚུན་འགྲན་སྦྱོར་ཚུལ་གྱིས་སྤྱི་ཚོགས་ཁོར་ཡུག་འཛུགས་སྐྲུན་ལ་སྐུལ་འདེད་དང་དོན་ཚན་ཉི་ཤུ་རྩ་གཉིས། སྡོད་ཁང་འཛུགས་སྐྲུན་དང་མི་འབོར་དོ་དམ་སོགས་ཀྱི་ཐད་ནས་ཞིབ་ཕྲའི་བྱེད་ཐབས་ལག་བསྟར་དོན་ཚན་ཉི་ཤུ་རྩ་གསུམ་དགོས་ཁར། ས་ཁུལ་བརྒལ་ནས་མི་འབོར་སྤོ་ཤུགས་ལ་ཞབས་ཞུའི་ལས་སྟེགས་འཛུགས་སྐྲུན་ཐོག་ཤུགས་སྣོན་དང་དོན་ཚན་ཉི་ཤུ་རྩ་བཞི། ས་ཁུལ་བརྒལ་ནས་ལས་ཞུགས་དང་ལས་གཞི་གསར་གཏོད་བྱེད་མཁན་ལ་མཐུན་འགྱུར་དོན་ཚན་ཉི་ཤུ་རྩ་ལྔ། མི་རིགས་ས་ཁུལ་དང་ས་ཁུལ་གཞན་གྱི་མཐོ་སློབ་བར་ས་ཁུལ་བརྒལ་བའི་སློབ་མ་གསར་བསྡུ་ལ་རྒྱབ་སྐྱོར་དོན་ཚན་ཉི་ཤུ་རྩ་དྲུག། ལས་བྱེད་པ་མི་རིགས་ས་ཁུལ་གྱི་གཞི་རིམ་དུ་སྐྱོད་པར་སྐུལ་སློང། དོན་ཚན་བཞི་ཞེ་དགུ་སོགས་བརྒྱུད་ནས་མངོན་འགྱུར་བྱ་རྒྱུ་རེད་འདུག་ག་པ། ཁྲིམས་ཡིག་དེ་ལག་བསྟར་བྱེད་སྐབས། མི་རིགས་ས་ཁུལ་གྱི་ལས་དོན་རྣམས་ཏང་གི་གཅིག་གྱུར་འགོ་ཁྲིད་དང། སྲིད་གཞུང་གི་ཁྲིམས་ལྟར་དོ་དམ། འཐབ་ཕྱོགས་གཅིག་གྱུར་པུའི་སྣེ་ཁྲིད་མཐུན་སྦྱོར། མི་རིགས་ལས་དོན་སྡེ་ཚན་ནས་འགན་འཁུར་རྐང་ལེན། སྡེ་ཚན་སོ་སོས་ནུས་ཤུགས་མཉམ་སྐྱེད། སྤྱི་ཚོགས་ཧྲིལ་པོ་ཐུན་མོང་མཉམ་ཤུགས་དོན་ཚན་ཞེ་བཞི་ཞེ་གཅིག་འདི་ནང་འཁོད་པ་ནང་བཞིན་འགོད་པ་དང། མི་རིགས་ལས་དོན་རྣམས་སྤྱི་ཚོགས་དོ་དམ་ཧྲིལ་བོར་མ་ལག་ཧྲིལ་པོའི་ནང་བཅུག་སྟེ། ཚན་རིག་ལག་རྩལ་གྱི་འདེགས་སྐྱོར་བརྒྱུད་ལྟ་བཤེར་བྱ་རྒྱུ་དང། དོན་ཚན་ལྔ་བཅུ་ང་གཅིག། ཁྲིམས་ཀྱི་དབང་སྒྱུར་གཅིག་གྱུར་ཞེས་ས་གནས་རང་སྐྱོང་ས་ཁུལ་གྱི་ཁྲིམས་བཟོའི་དབང་ཚད་ཉམས་དམས་སུ་བཏང་བས། དབུས་གཞུང་གི་ཁྲིམས་ཡིག་ཁག་བབ་བསྟུན་སྒྱུར་བཅོས་ཀྱི་དབང་ཆ་མེད་པར་བཟོ་བ་མ་ཟད། རང་སྐྱོང་ས་ཁུལ་དུ་དེ་སྔ་བཟོས་ཟིན་པའི་སྲོལ་ཡིག་ཁག་དང། ཁེར་སྐྱོད་སྲོལ་ཡིག་ཁག་དོན་གྱིས་སྟོང་པ་བཟོས་ཡོད་ལ། མི་རིགས་ས་ཁུལ་གྱི་འགངས་ཆེའི་དོན་གནད་བཀའ་འཁྲོལ་སྙན་འབུལ་གྱི་ལམ་ལུགས་བཙུགས་ཏེ་ཚབས་ཆེའི་མངོན་མེད་རྐྱེན་ངན་གྱི་ཉེན་ཁ་བང་བཤེར་དང། ངོས་འཛིན། ཚོད་དཔག། སྔོན་བརྡ། ཐག་གཅོད་ལ་ཤུགས་སྣོན་དོན་ཚན་ལྔ་བཅུ་ང་གཉིས་བརྒྱད་དགུ་པ་བཟོས་འདུག་ལྔ་པ། ཁྲིམས་ཡིག་དེ་དོན་འཁྱོལ་ཡོང་ཐབས་སུ། དཔལ་འབྱོར་དང་སྤྱི་ཚོགས་ཡར་རྒྱས་ཀྱི་ལས་འཆར་ཡོངས་རྫོགས། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་འཛུགས་དང། རྒྱལ་ཁབ་གཅིག་གྱུར་སྲུང་སྐྱོང་དང་ཁ་ཕྲལ་ལ་ངོ་རྒོལ་བྱ་རྒྱུ། དོན་ཚན་སུམ་ཅུ་སོ་གསུམ་སྔོན་འགྲོའི་ཆ་རྐྱེན་དུ་བཞག་ཡོད་པ་དང། སྒྲིག་འཛུགས་དང་སྒེར་པ་སུ་རུང་ནས་མི་རིགས་ཀྱི་ངོ་རྟགས་དང། ཡུལ་སྲོལ་གོམས་གཤིས། ཆོས་ལུགས་དད་མོས་སོགས་ལ་བསྙད་དེ། གཉེན་སྒྲིག་རང་དབང་ལ་ཐེ་བྱུས་བྱེད་མི་ཆོག་དོན་ཚན་བཞི་བཅུ་པ་དང་དེ་དག་ལ་བསྙད་དེ་འགལ་བ་རྐྱེན་སློང་དང་འཁྱེར་སོ་བྱས་པ་དང། སྤྱི་པའི་སྒྲིག་ལམ་གཏོར་བཤིག་མི་ཆོག་དོན་ཚན་ལྔ་བཅུ་ང་གསུམ། གཞུང་ཞབས་ལས་བྱེད་པ་དང་ཚོགས་སྒེར་སུ་རུང་ནས་ཁྲིམས་ཡིག་འདི་ལག་བསྟར་ནན་པོ་མ་བྱས་པའམ་འགལ་འཛོལ་བྱུང་ཚེ་འགན་འཁྲི་རྩད་གཅོད་དང་ནག་ཉེས་ཀྱི

དོན་ཚན་དྲུག་ཅུ་རེ་གསུམ། བཞི། ཁྲིམས་མི་དེས་ཁྲིམས་ཁོངས་ཁྱབ་ཚད་རྒྱ་ནག་གི་ས་ཁོངས་ཕྱི་ལོགས་སུའང་བསྐྱངས་ཡོད། བཅའ་བ། ཁྲིམས་མི་དེ་ནི་རྒྱ་ནག་གི་རྩ་ཁྲིམས་དང། མི་རིགས་ས་ཁོངས་རང་སྐྱོང་གི་བཅའ་ཁྲིམས་སུ་འགན་ལེན་བྱས་པའི་མི་རིགས་ཀྱི་ཐོབ་ཐང་རྣམས་ཕྱིར་བསྡུའམ་གལ་ཆུང་དུ་བཞག་སྟེ་རྒྱ་གཞུང་གིས་དེང་སང་བོད་ནང་མི་རིགས་རྩ་མེད་ཀྱི་སྲིད་ཇུས་ཆ་ཚ་འུར་འུར་ངང་སྤེལ་བཞིན་པ་དེ་རིགས་ལ་ཁྲིམས་མཐུན་གྱི་སེང་རས་ཤིག་གཡོག་ཐབས་ཡིན་པ་དང། དེས་དབུས་ལས་ཁུངས་ནས་གཞི་རིམ་སྒྲིག་འཛུགས་བར་དང། དེ་ནས་ཁྱིམ་ཚང་ནང་ཁུལ། མཐར་མི་རེའི་སེམས་ཁོངས་དང་བཅས་པར་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་ཚུགས་བྱ་རྒྱུའི་བྱ་རིམ་དང་གོམ་སྟབས་དམིགས་ཚད་གསལ་སྟོན་བྱས་འདུག་པས། ཁྲིམས་ཡིག་དེའི་ཚབས་ཆེའི་ཉེན་ཁ་རྣམས་ཟློག་ཐབས་སུ་གྲོས་ཆོད་ཅིག་འཇོག་དགོས་གལ་ཆེར་མཐོང། གྲོས་ཆོད་དང་པོ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་འདེད་ཀྱི་ཁྲིམས་ཡིག་གསར་པ་དེ་ནི་རྒྱལ་སྤྱིའི་ཁྲིམས་ལུགས་ཀྱི་ཚད་གཞི་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་ཁས་ལེན་དང་རྒྱབ་འགལ་དུ་སོང་ཡོད་པས། ཁྲིམས་དོན་གྱི་ཐོག་ནས་མི་རིགས་ལ་ཁྲིམས་མཐུན་རང་བཞིན་མི་ལྡན་པ་དང། ཁྲིམས་མཐུན་གྱི་ཐོག་ནས་བོད་མི་རིགས་ལ་ཁྲིམས་མཐུན་རང་བཞིན་མི་ལྡན་པ་དང། བཟང་སྤྱོད་ཀྱི་ཐོག་ནས་ཚོད་འཛིན་ཐེབས་པའི་ནུས་པ་མེད་པ། ལྷན་ཚོགས་འདིའི་ཐོག་ནས་ངོས་འཛིན་བགྱིས་པ་ཡིན། བཀའ་འདི་ཚོགས་ཆོས་འདི Legally Binding དང Morally Binding མ་རེད་ཞེས་ཚིག་དེ་རེད། ཨིན་ཇི་ནཱ་ལི་ཡ་འདུས་ནས་ཞུས་པ་ཡིན། གཉིས་པ། བོད་གངས་ཅན་ལྗོངས་ནི་བོད་གངས་ལྗོངས་ནི། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་པ་བསྙོན་དུ་མེད་པ་མེད་ལ། ལོ་རྒྱུས་འཕེལ་རིམ་དང། ཆོས་དང་རིག་གཞུང་གི་ངོ་རྟགས། རྒྱལ་སྤྱིའི་ཁྲིམས་ལུགས་གང་ཅིའི་ཐད་ནས། མིའུ་གདུང་དྲུག་ལོ་ཆད་པའི་བོད་མི་རིགས་འདི། ཀྲུང་ཧྭ་མི་རིགས་ཟེར་བའི་གྲུབ་ཆ་ཞིག་ཏུ་ནམ་ཡང་འགྱུར་ཐབས་མེད་པས། བོད་དང་བོད་མིར་རང་ཆས་སུ་ཡོད་པའི་ཐོབ་ཐང་དང། གཞིས་བྱེས་བོད་མིའི་ཐུན་མོང་གི་མངོན་འདོད། རྒྱ་ནག་གི་འཕྲལ་ཕུགས་ཀྱི་ཁེ་ཕན་བཅས་པར་བསམ་གཞིགས་ཀྱིས། རྒྱ་གཞུང་གིས་འཕྲལ་མ་མྱུར་དུ་རྒྱ་ནག་གི་རྩ་ཁྲིམས་དང་རྒྱབ་འགལ་དུ་སོང་བའི་མི་རིགས་བཙན་བསྒྱུར་གྱི་ཁྲིམས་ཡིག་དེ་ཕྱིར་བསྡུ་དང། མི་རིགས་རྩ་མེད་ཀྱི་སྲིད་ཇུས་རྣམས་མཚམས་འཇོག་བྱས་ཏེ་ཞི་མོལ་གྱི་ལམ་ནས་བོད་རྒྱའི་རྩོད་རྙོག་སེལ་ཐབས་ལ་སྔོན་དུ་ཆོད་དགོས་པ། ནན་བརྗོད་བྱ་རྒྱུ། གསུམ་པ། མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཡོད་སྡེ་ཚན་ནས་རྒྱ་གཞུང་གིས་མི་རིགས་བཅད་འགྱུར་གྱི་ཁྲིམས་ཡིག་དེར་ཛ་དྲག་ངང་ཁྲིམས་དོན་བསྐྱར་ཞིབ་གནང་སྟེ། མི་རིགས་རྩ་གཏོར་གྱི་ནག་ཉེས་འགོག་སྡོམ་གྱི་ཐབས་ཚུལ་གང་ཡོད་བསྟན་གནང་ཡོང་བ་དང། རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་མི་རིགས་རྩ་གཏོར་གྱི་ནག་ཉེས་གསོག་མཁན་སུ་ཡིན་གྱི་ཁྲིམས་ལུགས་འགན་འཁུར་དཔྱད་ཞིབ་ཀྱིས་ཉེས་ཅན་ཡན་པོར་མ་སོང་བའི་ཁྲིམས་ཆད་ནན་པོ་གཅོད་ཐབས་ཡོང་བར་འབོད་སྐུལ་ནན་ཏན་ཞུ་བཞིན་ཡོད། བཞི་པ། མི་རིགས་ཀྱི་ཆོས་དང་རིག་གཞུང། སྐད་ཡིག། ཡུལ་སྲོལ་གོམས་གཤིས། མི་རིགས་ཀྱི་ཆེ་མཐོང་བཅས་པ་ཤེས་ཉར་བྱ་རྒྱུ་ནི། མི་རིགས་དེའི་རང་ཆས་སུ་ཡོད་པའི་ཐོབ་ཐང་ཡིན་སྟབས། གཞིས་བཞུགས་སྤུན་ཟླ་རྣམས་ནས་གངས་ཅན་པའི་ལ་ཞེན་འདོར་མེད་ཀྱི་སྙིང་སྟོབས་མུ་མཐུད་ཆེར་སྐྱེད་ཡོང་བ་དང། བོད་ལ་རང་དབང་གི་ཉི་མ་གང་མྱུར་འཆར་ངེས་ཀྱི་སེམས་ཤུགས་འདོར་མེད་ཡོང་བའི་འབོད་སྐུལ་ཞུ་རྒྱུ། ལྔ་པ། བཙན་བྱོལ་བོད་མི་ཚོགས་སྒེར་ཡོངས་ནས་ཀྱང་རྒྱ་གཞུང་གིས་བོད་མི་རིགས་རྒྱ་སྒྱུར་ལ་ཁྲིམས་ཀྱི་རྒྱབ་རྩ་དང་བཅས་ཏེ་ལག་བསྟར་བྱས་པའི་ངན་ཇུས་རྫ་དྲག་ཅན་འདི་རིགས་སོ་སོའི་ཉེ་རྒྱང་གི་གྲོགས་འབྲེལ་ནས་འགོ་བཙུགས་ཏེ་ཐེར་འདོན་ཁྱབ་རྒྱ་གང་ཆེ་དང། འཕྲལ་དུ་མཚམས་འཇོག་ཡོང་ཐབས་ཀྱི་ཞུ་གཏུག་ལས་འགུལ་ཇི་དགེ་རང་ནུས་རྩལ་སྤྲུགས་གནང་གལ་འབོད་སྐུལ་ཞུ་རྒྱུ། དྲུག་པ། རང་དབང་ལུང་པར་གནས་པའི་གནས་འཁོད་བཙན་བྱོལ་བོད་མི་ཚོགས་སྒེར་ཡོངས་ནས་ལོ་རེའི་སྤྱི་ཟླ་དགུ་པའི་བདུན་ཕྲག་བཞི་པར་བོད་མི་རིགས་ཀྱི་ངོ་བོ་གཅེས་སྲུང་གི་ལས་འགུལ་ཅི་རིགས་སྤེལ་རྒྱུ། འདི་རྒྱབ་ལྗོངས་འདི་རྒྱ་ནག་གི་ད་ལྟ་ཁྲིམས་མེད་འདི་བཟོས་པའི་རྒྱུ་མཚན་ལ་བརྟེན་ནས་བོད་ནང་ལོགས་ལས་ཡ་ལན་གུས་སྤེལ་གྱི་ཡོད་པའི་སོང་ཙང་དེ་གི་ལྡོག་ཕྱོགས་ལས་ང་རང་ཚོའི་བོད་མི་རིགས་ངོ་བོ་སྲུང་སྐྱོང་གི་ལན་གུས་ཅིག་སྤེལ་ཡ་དེ་བསམ་ཚུལ་ཕུལ་བ་རེད་བདུན་པ། བོད་མིའི་སྒྲིག་འཛུགས་ཀྱིས་བོད་མི་རིགས་རྩ་མེད་གཏོང་བའི་རྒྱ་ནག་གི་ཁྲིམས་ཡིག་དེ་དང་སྲིད་ཇུས་ཁག་གི་ཉེན་ཚབ་ཟློག་ཐབས་སུ་རྒྱལ་སྤྱིའི་ནང་གདོང་ལེན་ནུས་ལྡན་ཡོང་ཐབས་འབད་བརྩོན་གང་ཡོང་ཞུ་རྒྱུ་བཅས་ཀྱི་གྲོས་ཆོད་གྲོས་འཆར་དུ